ད་སེམས་ཅན་ལྔ་པ་དེ་ལ་ཡང་རྩ་བ་བྱས་ནས་རྩ་བ་ཤོ་ལོ་ཀ་གཅིག་རེད་འདུག་བདག་ཉིད་ཁྱེད་ཀྱི་མདུན་ན་ཀུན་གྱིས་ཀྱང་གཞང་གི་ས་ལ་འཕངས་པར་འདོད་མ་ཡིན། བསམ་གཏན་ལགས་ཀྱིས་བློ་བཟང་ལྡན་རང་རྗེ་ཆེན་པོ་བསྟོད་ལའང་ཤིན་ཏུ་མཁས་པ་ཐོགས་ཟིན། ས་བཅད་བྱས་པ་ཡིན་ནས་ས་ལྔ་པ་གཞང་གི་བར་བཤད་པ་དེ་ལ་ས་ཡི་ངེས་ཚིག་བཤད་པ་དང་བསམ་གཏན་ལགས་ཀྱིས་བདེན་པ་ལ་མཁས་པར་བསྟན་པ། ད་ས་ཡི་ངེས་ཚིག་བཤད་ཡུལ་རེད་རྩ་བ་ཚིག་རྐང་གཉིས་རེད་འདུག

རྟ་ས་ལྔ་པ་འདི་ལ་ཡང་ས་ལྔ་པ་བཞེངས་དཀའ་བ། དེ་རེད་དོ། རྟ་ས་གཅིག་གཉིས་པ་བསམ་གཏན་ལགས་ཀྱི་བདེན་པ་ལ་མཁས་པར་བསྟན་པ་སི་ཏུའི་བཀའ་ལ་ཡང་བསམ་གཏན་ལགས་ཀྱི་བློ་བཟང་གདན་རང་རྗེས་ཤིང་མུ་སྟོད་ལོང་བ་ཤིན་ཏུ་མཁས་པ་ཐོགས། རྟ་ས་ལྔ་པ་བཀའ་ལུ་ཡང་བསམ་གཏན་ཕ་བཞིན་ཉང་ལི་ཆད་ལགས་པ་ཐོགས་པར་གཟིགས་ཀྱི་རོགས། རྒྱུ་མཚན་ག་རེ་ཟེར་ན་བསམ་གཏན་གྱིས་ཕ་བཞིན་མི་མཐུན་ཕྱོགས་རྣམ་དབྱེ་ལ་སོགས་པའི་ཉེས་པའི་རྟེན་མི་བརྫི་བ་དེ་ས་འདིའི་བཀའ་དུ་ཐོགས་པ་ཡིན་གསུངས་ཙང་ཡང་ནི་བསམ་གཏན་ཕ་བཞིན་ཉང་ལི་ཆད་ལགས་པ་ཐོགས་པ་རེད།

ལྷག་པའི་ཤེས་རབ་ཅན་དུ་འཇོག་གི་རེད་གསུང་གི་འདུག་སྤྱིར་ན་བདེན་པ་རགས་པ་དང་ཕྲ་བ་ལ་མཁས་པའི་ཐུན་མོང་མ་ཡིན་པའི་ཡོན་ཏན་དེ་ས་ལྔ་པའི་སྐབས་ལ་ཐོབ་པ་ཡིན་གསུང་ཙང་ཚ་ལྔ་བ། བདེན་བཞི་ཕྲ་རགས་ལ་མཁས་པ་ཐོག་མར་སི་ཏི་ལ་གུ་རུ་བ། ད་ཡང་འདི་ག་དུ་ལ་དོགས་གཅོད་གནང་ཡོད་དུས་ག་ལ་ཡ། ད་ས་ལྔ་བ་བ་དེ་བདེན་བཞི་ཕྲ་རགས་ལ་མཁས་པ་ཐོག་པར་མ་གཏོགས་ས་ལྔ་བའི་སྐབས་ལ་མ་གཏོགས་ས་བཞི་བ་མེ་ལྕེ་ལ་བདེན་བཞི་ཕྲ་རགས་ལ་མཁས་པ་མ་ཐོགས་ཡ་རྒྱུ་མཚན་ག་རེ་རེད། དེ་ཡུལ་འཁོར་བ། ད་གཉིས་ལ་ཡང་ཁས་བཞག་གི་བདེན་བཞི་བདེན་པ་ཕྲ་རགས་ལ་མཁས་པ་ཐོབ་གི་ཡོད་ན་ད་བདེན་བཞི་རགས་པ་དང་ཕྲ་བ་ག་འདྲ་ཅིག་ལ་བཞག་གི་རེད། རེད་བ། ད་དེ་ཡང་ང་ཚོ་བར་དོ་བརྗོད་དང་སྦྱར་ནས་ཞུས་པ་ཡིན་ན། ད་བདེན་བཞི་ཕྲ་རགས་ཟེར་དུས་ག་ལ་བདེན་བཞི་གི་སྟེང་གི་རྣམ་པ་ད་མི་རྟག་བཅུ་དྲུག་ཕྲ་རགས་ཐུགས་ནས་ཤེས་དགོས་གི་རེད་བ། དེ་བཤད་ཡོད་དུས་དང་པོ་མི་རྟག་པ་ལ་དཔྱད་པ་ཡིན་ན། ད་མི་རྟག་པ་རགས་པ་དང་མི་རྟག་པ་ཕྲ་བ་ཟེར་གི་རེད་དམ།

འཛིན་པ་བཅུ་པའི་དུ་མ་མ་རིག་པ་དེའི་སྟེང་གི་མི་རྟག་པ། ཁོ་བོའི་འཇུག་ཐོགས་ཀྱི་ཁོ་བོའི་འཇུག་པའི་རིམ་པ་གྱི་མི་རྟག་པ། དེའི་སྟེང་གི་མི་རྟག་པ་ཇི་སྲིད་མི་རྟག་པ་རགས་པ་སྲིད་དམིགས་པའི་སྒོ་ནས་ཕྱེ་བ་འཇིག་རྟེན་གྱི་འདུ་བྱེད་ཡུལ་མ་དུ་བ། ཡང་རིགས་དེ་འདྲ་པས་བྱིངས་ཀྱི་སྤྱི་དོན་རྣམས་ལ་བྱེད་པ་ཡིན་ན། བྱས་ཙང་སྡུག་ཀུན་གྱི་རྣམ་པ་ལ་ཡང་བདེན་མེད་ཁྱད་པར་དུ་བྱས་ནས་བཞག་དགོས་སོ་ལ་དུས་ག་ལ་ཡ། བདེན་མེད་ཁྱད་པར་དུ་བྱས་ནས་བཞག་པ་ཡིན་ན་བདེན་མེད་ཁྱད་པར་དུ་བྱས་པའི་དུ་མ་མི་རྟག་པ་མི་རྟག་པ་སྲིད་མི་ཕྲ་ཡི་མི་རྟག་པ།

ད་ལྟ་རིགས་གསུམ་གྱི་རྩོད་པ་བོད་མ་ཁྲོད་ནས་དོགས་གཅོད་བྱས་ཡོད་དུས་མ་དག་སྟེ། མི་དག་བཅུ་དྲུག། ཇི་ལྟར་ང་ཚོ་ཐུན་མོང་མ་ཡིན་པའི་འཐེན་འཁྱེར་ལུགས་བཤད་ཡོད་དུས་མི་དག་བཅུ་དྲུག་ངོས་བཟུང་གི་རྟོག་པའི། སོ་སོ་བཅུ་བོ་ཡོད་པ་བཞག་གི་ཡོད་རོགས་ཕྱི་ནང་རྣལ་འབྱོར་ངོས་བཟུང་སོ་སོ་བཅུ་བོ་རྒྱུ་ལ་ཡོད་གསུངས་པ་ཕྱི་ནང་ག་རེ་བཞག་གོ་ཟེར་ན

གཞི་དངོས་གསུམ་གྱི་བསྟོད་པའི་གསོལ་ཚོགས་བཅུ་དགུ་ཡོད་རེད། འོ་དེ་འགོག་པ་དང་ལམ་རིམ་པ་དང་འགོག་བདེན་མ་རེད་ལམ་བདེན་མ་རེད། ད་གསོལ་ཚོགས་བཅུ་དགུ་ཡོད་ས་དེ་འགོག་བདེན་ལམ་བདེན་ཆགས་ཀྱི་མ་རེད། དེ་མ་གཏོགས་གང་ཟག་རང་བཞིན་གྱིས་གྲུབ་པ་འཛིན་པའི་བདག་འཛིན་སྤངས་པའི་གི་འགོག་པ་བྱ་བ་བྱ་འདུག་ངེས་འབྱུང་དང་གང་ཟག་རང་བཞིན་མེད་པ་དངོས་གསུམ་གྱི་བསྟོད་པའི་ལམ་རིམ་པ་ནི་གྲུབ་པ་ངེས་འབྱིན་དངོས་གཞི་དངོས་བརྒྱ་བཅས་འགོག་བདེན་གྱི་དག་སྣང་བ་བཞི

པེ་ཅིང་གི་ཇི་ནང་བདེ་འཇིགས་མི་རྟག་བཅུ་དྲུག་ལ་ཡང་ཆ་ཚང་ལ་ཡང་ཕྲ་བ་དང་རགས་པ་ཅན་ནི་བྱེད་པ་འཇལ་གསུངས་པར་བ་མོ་འདུག་ཚེ་ཡང་ཡིག་ཆ་ཁག་གི་ཇི་ནང་ན་ལ་དེ་འདྲའི་ཡང་ཆ་ཚང་ལ་ཡོད་པ་ཟེར་འདོད་ཅེས་གསུང་གི་མི་འདུག་སང་སོ་འོ་དེ་འདྲའི་གི་ཡང་འདི་གར་རྟོག་དཔྱོད་གནང་ཡང་འདུག་ད་འདི་ནི་མ་འཕྲོས་ནས་ད་ལྟ་ཨོ་མ་ཀོ་པ་རེད་ཟེར་བྱས་ཡོད་འདི་གོ་ལ་བ་ན་བདེན་པ་བཞི་པོ་དེ་བདེན་པ་གཉིས་འདི་མ་འདོད་པ་ཡོད་བ་མ་རེད་གསུངས་པར་བ་ཞེ་སང་བདེན་པ་གཉིས་སུ་འདོད་དགོས་རེད། ཞེས་བདེན་པ་གཉིས་སུ་འདོད་པ་ཡིན་ན་བ་ན་ག་འདྲ་སུ་འདོད་དགོས་རེད་ཟེར་དུས་ག་ལ་ཡང་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་ལམ་གྱི་བདེན་པ་གསུངས་པ་དེ། ཀུན་རྫོབ་བདེན་པ་རྣམས་འདོད་དགུ་རེད། འགོག་པའི་བདེན་པ་དེ་དུས་སྣང་བའི་བདེན་པ་རྣམས་འདོད་དགུ་རེད་གསུངས་པ་རོ། ད་འགོག་བྲལ་དུས་སྣང་བདེན་པ་འདོད་པ་ཡིན་ན་འགོག་བྲལ་དུས་སྣང་བདེན་པ་ཡིན་ན་ད་འོ་ན་འགོག་བདེན་སེ་ག་འདྲ་ཅི་ལ་བཞག་གི་རེད། ཨོ། དོགས་གཅོད་དེ་གང་སླད་ཡོད་འདོད་ག་ད་དེ་གང་ལ་ཡང་འགོག་བདེན་ངོས་འཛིན་སྟངས་ད་མི་འདྲ། ཨོ། དྲི་མ་དང་བྲལ་བའི་སེམས་ཀྱི་ཆོས་ཉིད་འགོག་བདེན་བཞག་ཡ་དང་ཡང་ཆོས་ཅན་ཁྱད་པར་ཅན།

དག་པའི་ཆོས་ཉིད་ཀྱི་དགག་བྱ་དྲི་མ་གསུམ་པ་དུ་མ་ཞིག་ཡོད་པའི་ཕྱིར་དང། ཅད་འདི་ཀ་ཏུ་ནི་ཡང་དག་པའི་ཆོས་ཉིད་ཀྱི་དགག་བྱ་དྲི་མ་གསུམ་པ་དུ་མ་ཞིག་ཡོད་པའི་ཕྱིར་དང་གསུངས་ཡོད་དུས་འགའ་ལ་ཡང་ཆོས་ཉིད་ཁོ་རང་ལ་ཡང་དགག་བྱ་ཤེས་བྱ་ལ་སྲིད་པའི་བློ་བུར་གྱི་དྲི་མ་ཅིག་བཞག་ཡོད་ངེས་འདྲ་ཅི་ཡོད་ཀྱི་མདོ་ཤེས་ན་དེ་སང་བཏང་ཡོད་དུས་ཡང་མགོ་ལྡན་ཆོས་ཉིད་ཡིན་པའི་སུ་འདྲ་ཅི་ལས་ཀྱི་འདུག་བ། ད་ཡང་དེ་ལྟར་མགོ་ལྡན་ཆོས་ཉིད་མ་ཡིན་པ་གི་དགོངས་པ་བླང་དང་བྱས་པ་ཡིན་ན་དག་པའི་ཆོས་ཉིད་ཀྱི་དགག་བྱ་དྲི་མ་གསུམ་པ་དུ་མ་ཞིག་ཡོད་པའི་ཕྱིར་དང་སྲིད་དུས་འགའ་ལ་ཡང་དག་གིས་ཁོང་དུ་ཆུད་པ་ན་གཞིག་གི།

དགའ་བྱེད་བདུན་འབྲུ་བཀབ་པའི་མེ་དགག། རི་བོང་རྭ་མེད་དུ་འཇུག་པ་བཞིན་ནོ། དེས་གོ་བ་བརྒྱ་ཡིན་མི་འདོར། ད་མགོ་སྟོན་ཆོས་ཉིད་འདོད་པ་སོགས་ཀྱིས་གོ་བ་དེ་བྱེད། ད་ཡང་མགོ་སྟོན་ཆོས་ཉིད་མི་བྱེད་པ་སོགས་ཀྱིས་གོ་བ་བླང་ཡོང་དུས་ག་ལ་ཡ། དཔེར་ན་རི་བོང་རྭ་མེད་པའི་དགག།